ཕྱི་ཉོན་འཛིན་གྲགས་དང་འཛིན་རན་དང་པོ་དང་འཛིན་རན་ཉེ་བ་བར་ལ་ཁྱད་པར་བཞི་གྲགས་སུ་ཡོད་མ་རེད་ཡ་ཏིས་ཏིས་ཀྱི་ཁྱད་པར་ཡོད་ཡོད་དེ་གའི་དེང་གི་ལབ་གི་ཡིན་རང་ད་དང་པོ་དེ་ང་ཚོ་གི་ཁྱད་པར་དང་ཤོས་དེ་ག་རེ་ལབ་གི་ན་རི་མོ་མང་པོ་སྨྲས་པ་ལབ་གི་འདོག་གོ། ཡི་གེ་དེ་མིང་དམངས་རེ་དྲོ་རི་མོ་ཉུང་རེ་དྲོ་ཡོད་རེད་གཅིག་གཅིག། གཉིས་པ་དེ་ཁོས་ག་རེ་ལབ་གི་འདུག་ན་སྒྲུང་ནང་གི་མི་སྣ་གཙོ་བོ་དེ་ཨ་ནི་སྒྲུང་ཀློག་མཁན་གྱི་ཀློག་པ་པོ་དང་ལོ་མཉམ་ཡིན་དགོས་འདུག་ད་འཛིན་གྲྭ་གཉིས་པ་ལ་ན་ཕལ་ཆེར་ལོ་དོན་ཀྱེ། ཨོང་སྡེ་དགེ་ཀྱི་བུ་བོ་ལོ་ཉི་མའི་མགོ་བོ་ཡོད་རེད། དེ་ནས། ཀློག་པ་པོ་སྤྲོ་བ་སྐྱེད་པའི་ནུས་བ་ཡོད་པ། ད་གང་ལྟར་སྒྲུང་དེ་གའི་གར་བཞིན་ན་ཀློག་མཁན་དེ་ལ་དཔེ་སེམས་པ་སྐྱིད་པོ་ཡོང་ཐུབ་ཡ་དེ་འདྲ་ཞིག་བཟོ་དགོས་ཡོད་རེད། ད་སྒྲུང་གི་ནང་དོན་དེ་གལ་ཆེན་པོ་རེད་ད། ད་དམིགས་ཡུལ་དང་ཚིག་དོན་གྱི་ནང་ལོགས་ལ་ཨ་ནི་ག་རེའི་ནང་ལོགས་ལ་ཆུད་ན་འགྲིག་ཅི་ཉོན་འཛིན་གྲྭ་དང་འཛིན་གྲྭ་དང་པོ་གཉིས་ནང་ལོགས་ལ་དུམ་དེའི་སྒང་ལ་ནི། ཉི་མ་ཡི་ཁྱིམ་རྒྱུད་དེ་ནི་ང་ཚོ་གི་གླང་ཆེན་དང་རྒྱ་མཚོ། དེ་ནི་འཛམ་གླིང་གི་ས་ཁྲ། དེ་ནི་སོ་སོའི་གི་ལུང་པ། འོ་དེ་འདྲ་དང་སོ་སོའི་ལམ་ལུགས་སྲོལ་དང་དེ་འདྲ། ངོ་སྤྲོད་བྱས་ནས་འབྲི་གི་འདུག། ད་སྒྲུང་གི་བརྒྱུད་རིམ་གྱི་ནང་ལོགས་ལ་ནི་ཁོང་ཚོས་ག་རེ་ལབ་གི་འདུག་ལ་ན། སྒྲུང་དེའི་ཕལ་ཆེ་བ་བའི་དཔྱིད་ཀྱི་ཐ་སྙད་ཀྱི་བྲིམ་ཁ་དེ་ཆིག་སྟོང་ནས་ཆིག་སྟོང་ང་བརྒྱ་བར་རུ་ལ་རེད་ཟེར་དགོས་རེད། དེ་ནི་ཉུང་ཤོས་ལ་ང་བརྒྱ་དང་མང་ཤོས་ལ་ཉིས་སྟོང་གི་བར་བྱ་དགོས་འདུག་དེ་ནི་ཁོང་ཚོ་གིས་ག་ཟེར་ན་ཚན་རིག་དང་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་ཐ་སྙད་འགའ་རེ་ངོ་སྤྲོད་བྱེད་ཀྱི་རེད། ནང་ལོག་བཅུག་གི་རེད། ཡིན་ན་ཡང་ད་ཅི་ཆ་ནས་ཐ་སྙད་མང་པོ་ནང་བཞག་གི་མ་རེད་ཟེར་གི་འདུག་ནི་རྩྭ་ཐང་དང་དེ་འདྲའི་དཔེ་དེར་ལེ་ཚན་རང་པོ་ཡོད་རྒྱུ་མི་ཉུ་བའི་ཡོད་རྒྱུ་དེ་འདྲ་ནི་བཞག་གི་མ་རེད། དེ་ནི་ཚིག་འབྲུ་གི་མང་ཉུང་ཐ་སྙད་གི་མང་ཉུང་དེ་འཛིན་རིན་དང་པོ་དང་གཅིག་པ་རེད་འདུག་ཕལ་ཆེར་མང་ཉུང་གཅིག་པ། ཚིག་གྲུབ་གཅིག་གི་ནང་ཐ་སྙད་ལྔ་ནས་དྲུག་བཅུ་ལས་ཡོད་ན་ཆོག་འདུག་ལ། དེ་ནས་འདི་གི་ནང་ལོགས་ལ་ད་རྩོམ་ཡིག་གོ་ཤེས་དགོས་པ་གཞན་པ་གཅིག་གར་འདུག་ལ་ནི་འདི་གི་ནང་ལོགས་ལ་སྒྲུང་ནང་གི་མི་སྣའི་གི་གཤིས་སྤྱོད་དེ་གལ་ཆེན་པོ་ཡིན། སྤུ་གུ་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་རེད་བ། དེ་ནས་ད་སྤུ་གུ་དེ་ལ་ག་འདྲ་འགྲོ་འོས་ཅིག་བྱ་དགོས་རེད་ན་སོ་སོའི་རང་ཉིད་ཀྱི་དོན་དུ་མགོ་འཁོར་ནས་རྩེད་མོ་རྩེ་དེ་དེ་འདྲ་བྱས་མ་ཡིན་པ། ཨ་ནི་རོགས་པ་དང་མཉམ་དུ་ནས་རྩེད་མོ་རྩེ་ཡ་གི་ད་ཅི་གོམས་གཤིས་འདྲ་བོ་ཅིག་ལྷན་ཡོང་གོ་རེད། དེ་འདི་དམ་པ་ནས་གྲོང་ཁྲི་འདི་དམ་པ་དེ་འདྲ་འདྲ་བོ་ནང་ལོགས་ལ་ཡོང་ཐུབ་ན་ཡག་པོ་ཡོད་རེད་ཅེས་ནས་ཞུས་ཡོད་རེད། ནས་དེ་གི་ཆེད་ལ་ངས་གྲོང་དེབ Oxford གི་དབྱིན་ཇིའི་གྲོང་དེབ་ཅིག་དང། ནས་ད་ལྟ་འདི། བོད་པ་གི་སྤྱང་གྲོང་སྟོན་པའི་ཕོ་མོ་ཡང་ཅན་ཟེར་ཡ་དེ་གཉིས་དེབ་ཅིག་ནས་ནས་ང་ཚོ་གི་རེ་རེའི་གང་ལ་ཁོའི་མཚན་ཉིད་མཐོན་པོའི་དོན་མི་འདོད་དེ་ཅིག་བལྟ་བར་བ་ལས་ཟེར་ནས་ད་རིང་གི་དེའི་སྐོར་ལ་ལྟོས་སུ་ཞུས་ཚར་བ་ཡིན་ཐུགས་རྗེ་ཆེ།